དེ་འདྲའི་ཅིག་ལ་ནི་ཨམ་ཅི་ལ་དང་ཁྱེད་རྣམ་པ་གཉིས་འཛུལ་ཞུགས་བྱས་ཁོ་ར་དུ་བ། རེད་རེད་རེད། དེ་ཚོགས་ས་ས་ཆ་འདི་དང་ཨ་ནི་དེ་གོ་སྒྲིག་བྱེད་མྱི་འདི་སུ་ཡིན་ན་དེ་སྐོར་ཅིག་གསུང་རོགས་གནང་ད། ལ་སི་ལ་སི།
ཨ། ད་ད་ལམ་ངེད་ཅག་རང་རེད་ད། དེ་ནས་ང་ཚོ་གཉིས་ལ་ད།
གསེར་ལྡབ་པའི་ད་གོ་སྐབས་ཅིག་རག་པ་རེད། དེ་རྒྱུ་མཚན་དེ་ག་རེ་ཡིན་ཤེས་པ་ཡིན་སོང་ད་ད་གལ་ཆེ་ན་ང་གཉིས་ནམ་རྒྱུན་ནས། རུལ་དྲི་སྒང་ལ་ད། ལག་ལེན་མང་པོ་ཅིག་བྱས་ཡོད་རེད་ད་ག་ནང་བཞིན་ད་ཉི་མ་ད་གེའུ་གཤེན་གཉེན་དེ་གི་བཀའ་དྲིན་གྱི་དབང་གིས་ད་དེ་འདྲ་གི་གོ་སྐབས་བྱུང་ལ། ད་དེ་ངོས་ནས་ད་ང་ཚོ་ལག་ལེན་དེ་འདྲ་བྱས་པ་ཡིན་ས་ནས། ཅིག་སོ་སོ་ལ་ད་ཉམས་མྱོང་ཡོད་པ་ཡིན་ནི་ལས་ད་ཅིག་ཆེས་ཐུ་བའི་གི་ལག་རྒྱལ་དེ་འདྲ་གལ་མི་ཏེ་ཙམ་མ་ཡང་དེ་སེམས་སྣང་བ་ལ། ཅིག་ཅུང་ཙམ་ཅིག་ད་ཉམས་དམའ་པོ་རུ་ཆགས་ཡོད་ལ། ད་ད་འདྲའི་གི་གོ་སྐབས་འདི་ད་བསྟན་ཆེས་ནི་ལག་རྒྱལ་དེ་རག་ནི་ང་ཚོའི་གི་རྒན་ལགས་དེ་གི་འགྲམ་ནས་རུས་རིས་གི་ཐོག་ནས་ད་ཅིག་རིག་པ་གསར་པ་དང།

མེད་བཞིན་འགྲོ་ལོས་དོ་ར་ཨམ་ཅི་དེ་གི་གྲོགས་འགྲོ་དེ་གི་དང་མིང་དེ་དེ་ལོས་ཅེས་དེ་འདྲ་ལིག་དོ་ར། ཁོ་ཚོ་གི་དང་མི་ཡུལ་གཙོ་ཚོགས་པ་དེ་གི་མི་ཡུལ་གཙོ་དེ་ར་ཨཱ་པེན་བྷི་ཨིན་དི་ཡ་དང་དེ་འདྲ་ཚོ་ལིག་དང་ཁོ་རང་ཚོ་གི་དང་གོ་སྒྲིག་བྱེད་རྒྱུ་རེད། ལ་སོམ་ཚ། ཨཱ་ནི་ཁྱོད་དེ་སྐབས་དེ་དུས་ཨཱ་ནི་ཀན་སུའུ་ཏཱ་སྦྱོང་བརྡར་སྤྲིན་སྙན་གི་ཆེད་ལས་པ་མིན་ན་དེ་སུ་ཡིན་ན། སྐབས་དེ་དུས་ཀྱི་ཚོགས་གཞོན་མི་སྣ། སྨན་པ་རྐྱང་པ་རེ་སྐྱེས་ཡང་ན་སུ་དང་སུ་བོད་རེད་དེའི་སྐོར་གཅིག་གསུང་རོགས་གནང་ད། ལེགས་སོ་ལེགས་སོ།
ད་ལྟའི་གི་དྲི་བ་འདི་ཧ་ཅང་གི་གལ་ན་ཆེ་ཤོས་དེ་རང། ང་ཚོ་མི་སྣ་འདི་ལ་བལྟ་བྱས་དང་ཕྱོགས་བཞི་མཚམས་བརྒྱད་ནས་ང་ཚོ་མི་འཛོམས་བྱས། དེ་འདྲ་ཞིག་དང། གོ་སྒྲིག་དེ་རང་འཛུལ་ཞུགས་བྱེད་དགོས་ར། དེ་ཡིན་དུས་བསམ་པ་ང་ཚོའི་གི་དང། སློབ་ཁྲིད་བྱེད་ཉན་གཙོ་བོ་དེ། Doctor Rajneesh Kine ལ་དེ་རེད་ད། ཁོ་རང་འགྲོ་ཆགས་ཟིན་པ་ཡིན་སོང་ན་སྤྱི་ཚོགས་ཀྱི་དྲ་ལམ་གྱི་ཐོག་ནས་ཧ་ཅང་གི་སྙན་གྲགས་ཆེན་པོ་ཨ་ནི་ཡིན། རུས་རིགས་ཀྱི་ཐོག་ནས་བཤད་པ་ཡིན་སོང་ན་ཧ་ཅང་གི་ལག་ལེན་ཕུལ་དུ་ཕྱུང་བ་དེ་འདྲ་རེད་ད། ཁོ་རང་གིས་ད་ལག་ལེན་དེ་འདྲ་བྱེད་དུས་བསམ་པ་ང་ཚོའི་གི་མིག་ནང་དངོས་གནས་དྲ་གནས་ཀྱི་ཅིག་རྫུ་འཕྲུལ་བརྟན་པོ་གནང་བཞིན་གྱི་ཚོགས་ལྷ་འདི་རུ་ལེགས་འདུག་ར་ཁོག་གི་བེ་ཧང་བསང་ཡོད་ཀྱི་ད་ཡང་འཛེན་ཆེ་གི་བའི་གནས་ཚུལ་དེ་འདྲ་འདུག་ར་ཨོ། ད་ཁོ་རང་འདྲ་མེད་ད་ང་ཚོ་ཅང་ཧེ་གི་གོ་སྐབས་ལ་རེད་ཅི་ད་ཁོ་རང་འགྲོ་ཡིན་སོང་ན། འཛམ་བུ་གླིང་འདིའི་ཐོག་ནས་ད། རུས་རིགས་ཀྱི་ཐོག་ནས་ཚད་གཞི་རྒས་པའི་དེ་འདྲའི་མིང་གྲགས་ཅི་ད། ད་ག་ནང་བཞིན་གྱི་ཨེ་ཤི་ཡ་ནང་ལོགས་ནས་རུལ་དྲི་གི་ལག་ལེན་ཐོག་ནས་ཚད་གཞི་གས་ཚར་བ་དེ་འདྲ། འོ་དེ་འདྲ་རུ་ཅི་རེད་དོ་ཨ་འདི་ཅི། གོ་སྐབས་བཟང་པོ་དེ་འདྲ་ཞིག་རག་པ་རེད་ད་དེ་རྣམས་ལ་འཛུལ་ཞུགས་བྱེད་མཁན་མང་ཆེ་ཤས་དེ་རྒྱ་གར་རྒྱལ་ཡོངས་ནང་ལོགས་ཀྱི་ན། གཅིག་དང་གི་ཨམ་ཅི་དེ་འདྲ་རེད་དོ་ཨ། ཧ་ལམ་མི་སུམ་བརྒྱ་ཁ་ལ་ཡོད་རེད། ད། སྨན་པ་དེ་ཚོ་ཆ་ཚང་ལོ་ད་ཅིག། སྨན་དཔེ་གི་ལས་ཀའི་ཐོག་ནས་དང་ཧ་ཅང་གི་དང་ལས་ཀ་གཞི་རྒྱ་ཆེན་པོ་བྱེད་ཐུབ་ངེས་འདི་འདྲ་བྱེད་རོགས། ཨ་ནི་ཡན་ལག་སྨན་ཁང་དང་དེ་ནས་མང་པོ་ཡོད་འདི་འདྲ་དང། ཨ་ནི་སྨན་པའི་ལག་ལེན་གི་ཐོག་ནས་དང་ལོ་སུམ་ཅུ་བཞི་བཅུ་དེ་འདྲ་བྱེད་རྒྱུ་ཡང་མང་པོ་འདུག་ར་འདི་ནང་ལ Therapist ཡིན་ན་ཉན་གི་དང་ཞིག་ང་ཨ་རེད། ལ་སོམས་བྱེད་ལ། དེ་རྣམས་ཀྱི་ལ་འདི་ཡི་སྤྱི་དང་རུས་དྲི་ལས་དེ་ག་འདྲས་ཀྱི་ལ་ཁུ་བས་ན། གཉིས་ནས་ནི། ད་ལྟར་དེའི་སྤྱི་ཚོགས་ནང་ལ་རུས་དྲི་ཟེར་བ་ལས་དེ་གལ་ཆེ་ལོས་ག་ཚོད་ཟེར་ན། ནི་སྙམ་དུ་ད་ནང་ཚུད་བོད་ཀྱི་གསོ་བ་རིག་པ་དང་ཉེས་སྤྱོད་རིག་པའི་ཐོག་ནས་བཤད་ན། ནི་རུས་དྲི་ཟེར་དེ་གལ་ཆེ་ལོས་ག་ཚོད་ཟེར་ན་དེའི་སྐོར་རྟོགས་སུ་འགྲོ་ན་ད། ལ་ཟེར་ལ་ཟེར།
ད་རུས་དྲི་ཟེར་ལབ་ཡིན་ཟེར་ན་ཡིན་སྤྱིའི་ཐོག་ནས་ད Chiropractic དེ་ལྷ་དགེ་བ་ར་དེ་ནང་ལོག་ན་ད་ཨིན་ཇིའི་གི་ཐོག་ནས་ཁོ་རང་ཚོ་གི་མཚན་ཉིད་བཞག་སྟངས་དང་དེ་འགྲེལ་བཤད་རྒྱག་སྟངས་དེ་ཚོ་ལོག་ག་ལོག་ག་ཅིག་ཡོད་སྲིད་པ་རེད་དེ་ཚོ་དང་ང་ར་དོ་སྣང་ཤེས་ར་བྱུང་ཐུབ་མ་སོང་ར། ད་ང་ཚོ་དེ་བས་ལག་ལེན་བྱེད་དེ་ཙམ་པ་ད་འདི་གི་རུས་རིགས་ལ་གི་ནང་དོན་ཚོ་དེ་ག་ར་རེད་འདུག་ཟེར་བོད་སྐད་ཐོག་ནས་པ་ཤེས་པ་ཡིན་ན། རུས་རིགས་ཟེར་ལབ་པ་ཡིན་སོང་ད་ང་ཚོའི་གི་ཚིག་གཞི་ཆེ་ཆུང་འདྲ་མི་འདྲ་ཆ་ཚང་མ་ཡོད་ར་ད་ང་ཚོའི་གཟུགས་པོ་ནང་ལོག་ན་ད་འདི་ཚོ་གི་བར་གི་གནོད་འཚེར་དང་ཟུག་གཟེར་དེ་ཆ་ཚང་ལོ་ཨ་ནི

ཚད་དང་ལྡན་པ་དེ་འདྲ་ཡོད་རེད་བ་ད། ང་ཚོ་གཉིས་ལ་ཆ་བཞག་པ་ཡིན་སོང་འདི་དཔེ་གལ་ཆེན་པོ་རོ་ཞིག་ལག་ལེན་ནམ་རྒྱུན་ནས་ལག་ལེན་མུ་ཏིག་བྱེད་ཀྱི་ཡོད་ར་འདི་བྱེད་བྱེད་ད། ང་ཚོའི་ད་ལྟའི་གི་སྤྱི་ཚོགས་འདིའི་ནང་ལོག་ལ། སྤྱི་ཚོགས་དྲ་ལམ་གི་ཐོག་ནས་ཡིན་པ་སོང་ཙང། ཁ་བ་བེད་སྤྱི་མ་བཏང་ནས་སུ་བྱེད་ཡོད་མ་རེད། དང་ནང་བཞིན་ལས་ཀ་ཕལ་ཆེ་ཤོས་ཀྱི་ད་གློག་ཀླད་ཀྱི་རྒྱུན་ནས་ལས་ཀ་བྱེད་ཀྱི་ཡོད་ར། དེ་ཚོ་གི་ལས་ཀ་དེ་ཚོ་ཡིན་སོང་ན། བདེ་རྩ་གཅིག་ལ

དེ་མ་ཉིད་དུ་སྐད་ཅིག་ཉིད་དུ་འཁོར་རམ། བདེ་སྣང་དྲིན་ཡེ་དང། ཚོར་སྣང་དཔལ་བདེ་པོ་ཚོར་ཡེ་དང་དེ་འདྲ་གི། དེ་འདྲ་ཆགས་ཀྱི་འདུག་ར། སྐད་དེ་ཚངས་པ། ད་ལྟའི་སྤྱི་ཚོགས་དེ་ན་རུལ་དྲི་གི་ལག་ལེན་དེ་ལྟས་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དར་ཁྱབ་ཆེན་པོ་བྱུང་པ་ཡིན་སོང་ན་དངོས་གནས་དགེ་མཚན་ཆེན་པོ་མཐོང་འདུག་ར། དེ་འདྲ་ཟེར་ཏེ། ད་ད་ལྟ་ཁྱེད་རང་གི་ཅིག་དྲི་བ་མཐའ་མ་དེ་ག་རེ་ཟེར་ཏེ། བོད་གསོ་བའི་རིག་པའི་ཐོག་ནས། གསོ་བ་རིག་པ་དང་ནད་བཅོས་རིག་པའི་ཐོག་ནས་ལ།
དེ་གི་ཐོག་ནས་བཤད་པ་ཡོང་ཟེར་ན། ད། ད་ང་རང་རང་གི་བསམ་ཚུལ་དེ་བཤད་པ་ར། ད་དེ་ག་རེ་དང་ད་གལ་གནད་ཆེན་པོ་ཆགས་འདུག་ལ་ན། ལུས་ལུས་ཀྱི་གནས་ལུགས་ནང་ལོགས་ནས་བརྒྱུད་ལམ་བུ་གའི་གནས་ལུགས་ར་ཤོར་རེད་ད་དེ། འབྲེལ་འདྲིས་དཔེ། གལ་ཆེན་པོ་ཡིན་པ་ཅིག་མཐོང་འདུག་ར། དེ་ཡི་ནང་ལོགས་ལ། ང་ཚོ་བརྒྱུད་ལམ་བུ་གའི་གནས་ལུགས་དེ་ཚོ་བུ་ག་དེ་ཚོ་ག་ཚོད་ཀྱི་ཤངས་པོ་ཅིག་དང་ག་ཚོད་ཀྱི་དག་པོ་ཡོད་པ་ཡིན་ཟེར་ན། ཨ་ནི། ང་ཚོའི་གི་གཟུགས་པོ་ནང་ལོགས་ཀྱི་རླུང་རྒྱུག་སའི་གི་གནས་བརྒྱུད་ལམ་ཡོད་ར། དྭངས་མ་རྒྱུག་སའི་གི་གནས་བརྒྱུད་ལམ་ཡོད་ར། ད་ག་ནང་བཞིན་གི་ཁྲག་རྒྱུག་སའི་སོ་སོ་སོ་གི་རྩ་གནས་ཡོད་ར། དེ་ཆ་ཚང་ལོགས་ཀྱི་བུ་གུ་དེ་ཚོ་དག་པོ་པས་བྱུང་སོང་ན། གཟུགས་པོ་ནང་ལོགས་ལ་བདེ་སྣང་ཚོར་རེག་དེ་འདྲ་ཡོད་ར། ང་ཚོའི་རྒྱུད་ནང་ལོགས་ལ། རྒྱུ་ནང་བུ་གའི་གནས་ལུགས་ཕྱི་ནང་གཉིས་ནང་གི་བུ་ག་སྲོག་གསུམ་དྲི་མ་གསུམ་ཟས་དང་ཆུ་གཅིག་བཅུ་གསུམ་གནས་པ་ཡིན་ད་ནི་ད་གཟུགས་པོ་ནང་ལོགས་ལ་བུ་ག་ད་ག་ཟིག་ཡོད་རེད་ཟེར་ལ་ཡོད་རེད་ད་མ་འདི་ལ། དྭངས་མ་ཉེས་པའི་སྒོ་ནས་བུ་ག་དེ། ཟས་དང་སྤྱོད་ལམ་སྨིན་རིན་བསྟེན་པ་ཡིས། བུ་གའི་རྒྱུན་རྣམས་གནོད་པའི་ནད་ཀྱིས་ན། མང་འགྲོ་དགའ་དང་ཞེ་འགྲོ་འཁྲུགས་པར་བྱེད། སྣོད་མེད་བུ་ག་དག་པའི་བདེ་བར་འགྱུར། ལས་སྦྱོར་ར་ད་དེའི་ནང་ལོགས་ན། བུ་ག་དེ་ག་ཚད་ཀྱི་དག་པོ་ཞིག་དང་ཤངས་པོ་ཆུང་བ་ཡིན་སོང་ན། དེའི་གཟུགས་པོ་ནང་ལོགས་ལ་ནད་ཉུང་བ། དེ་ནང་མ་ང་འཚོ་བ། དེ་འདྲའི་གི་ནད་དང་འདོ་བ་དེ་ཡིན་ཏེ་བསམ་པ། རུལ་དྲོད་ཀྱི་ཐོག་ནས་བཤད་པ་ཡིན་སོང་ན། ནི། དེ་ཚོགས་ཀྱི་བུ་ག་དེ་ཚོ་ཧྲང་ཧའེ་ལ། ཧ་ལམ་དངོས་གནས་དྲང་གནས་ཀྱི་ཕན་ཐོགས་ཤུགས་ཆེན་པོ་ཐོན་ལ་དམིགས་བསལ་གྱི་དང་སྦྱིན་སྤེལ་གྱི་ཐོག་ནས་བྱས་སོང་ན་དངོས་གནས་ཡ་མཚན་སྐྱེ་དགོས་པའི་ཅིག། ཅིག་མཐོང་སྣང་ག་རེ་ལོག་ལྟ་གྲུབ་འབྲས་ཆོས་ལ་དེ་འདྲས་ཆགས་འདུག་ལ་དེ་ཡིན་དུས་བརྩམས་པ། རྒྱུ་ལམ་བུ་གའི་གནས་ལུགས་དང་ང་འདྲེས་བྱས་དང་ང་ངེས་ཀྱི་ནམ་རྒྱུན་ནས་བསམ་བློ་དེ་འདྲས་བཏང་ཡོད་ར་ལ། ལ་སོམས་ཅི་ལ་ལ་སོ། དེ་རྣམས་ཀྱི་ལ་དེ་ཁྱོ་དེ།

དེ་དུས་སྐབས་སུ་ནས། ད་དབྱིན་ཇིའི་ཐོག་ནས་བཤད་པ་ཡིན་ཟེར Drop Tone འདི། རྩིས་པའི་ཉི་ཤུ་ལ་བྱ་དགའ་ཡོད་ཟེར་དེ་ལ་འདུག་བ། ད་ང་ཚོ་མར་བསླེབས་ཚར་བའི་རྗེས་ནས། ཨ་ནི། ཚོགས་ཞུགས་བ་ཆ་ཚང་ལོ་ད་ཅིག་རྒྱ་གར་བ་རེད་ད། ཧ་ལམ་ད་ཅིག་མི་སུམ་བརྒྱ་ཡོད་པ་ཡིན་སོང་ན། ཉིས་བརྒྱ། དགུ་བཅུ་གོ་ལྔ་ཙམ་ཞིག་ད་རྒྱ་གར་བ་རེད་ད། དེ་ནང་ལོ་ལས་བོད་པ་གཉིས་བྱས་ང་ཚོ་གཉིས་བྱས་ལ་ཨ་ནི་སིང་ག་པུར་ནས་ཅིག་ཡོད་རེད།

ལ་སོམས་ཚུལ་ལ་དེ་ནས་ཡག་པོ་ཞེ་དྲག་བྱུང་ཞག་གནམ་ལ་ངའི་དྲི་བ་ཐ་མ་འདི་ཡིན། ད་རྒྱུན་ལྡན་ང་ཚོ་སྨན་ཁང་ནང་ལ་ད་ནད་པ་མང་པོ་ཕེབས་ཡོད་ར། ནད་པ་མང་པོ་ཕེབས་དུས་སང་ཨམ་ཆི་ལ་ཁྱེད་རྣམ་པ་གཉིས་ཀྱིས་ད་ནད་བཅོས་གནང་དང་གནང་བཞིན་པའི་སྐབས་སུ་ནི་བཅོས་ཐབས་ད་མང་པོ་ཞིག་གནང་གི་ཡོད་ཙང་བཅོས་ཐབས་དེའི་རྐྱེན་པས་ནད་པ་མང་པོ་ཞིག་ལ་དྲག་སྐྱེད་བྱུང་དགོས་ར། དེ་ནས་མཉམ་དུ་ད་ལྟ་ནད་པའི་ཆ་ལ་ཨམ་ཆི་ལ་ཁྱེད་རུས་སྒྲིག་དང་གཉེན་ཉེ་གཉིས་ཟུང་འབྲེལ་བྱས་ནས་ནི་ནད་པ་ལ་བཅོས་ཐབས་གནང་གི་འདུག་ཨ།
ནི།
བཅོས་ཐབས་དེའི་དོན་ནི་ནེ་པ་ལའི་དྲ་རྒྱའི་ཡོང་སྟངས་དེ་ག་འདྲའི་བྱུས་ནང་དེ་སྐོར་ཐོག་གསུང་རོགས་གནང་དང། ལེས་ལེས།
སྤྱིར་བཏང་ཐོག་ནས་བཤད་པ་ཡིན་སོང་ན་ནི། ཡངས་ཤིང་རྒྱ་ཆེ་བའི་གནམ་འོག་གི་འཇིག་རྟེན་དེའི་ཐོག་ན་ནི་གནས་ཚུལ་ཡ་མཚན་ཅན་གྱི་གནས་ཚུལ་མང་པོ་ཡོད་རེད་ལ། ད་ག་ནང་བཞིན་གྱི་བཅོས་ཐབས་ལག་ལེན་གྱི་ཐོག་ནས་བཤད་པ་ཡིན་སོང་ན། ནི། དངོས་གནས་དྲང་གནས། དོན་ང་ཐོས་མ་མྱོང་པ། དོན་ང་མཐོང་མ་མྱོང་པ་དེ་འདྲའི་གི་ལག་ལེན་མང་པོ་བྱོས་ར་དེ་ཆ་ཚང་ལོ་ང་ཚོ་ཤེས་པ་ཡིན་སོང་ན། ད་ཆ་ཚང་ཤེས་མ་ཐུབ་པ་ཡིན་སོང་ནས་དེ་ནི་གནད་འགག་དེ་ཚོ་ཡང་དེ་ཤེས་ཐུབ་པ་ནི་ཡག་པོ་ཡག་པོ་ད་ད་གནང་ཞིག་ང་ཚོ་གི་གཞུང་ནང་ལོ་ན། གསོ་ཐབས་ལག་ལེན་དེ་ལ་དཔག་ཏུ་མེད་པ་ཡོད་རེད་སེ་གསུངས་ཡོད་ར་ད་དཔང་མེད་དེ་ཡོད་པ་ཡིན་ཟེར་ནས་ཁ་ཤས་ཁ་ཤས་ཡག་པོ་ཁ་ཤས་ཤེས་འདོད་ན་ཡག་པོ་ད་ད་གནང་ཞིག་ད་ང་ཚོ་དེ་སྨན་ཁང་དེ་ནང་ལོ་ན་ད་བཅོས་ཐབས་དང་ཁྱབ་བདེ་ཆེ་ཤེས་ཅིག་དང།

ད་འདི་ལ་ག་རེ་དགོས་ལ་ན་ཞག་རིམ་དུ་ཆ་ཚང་ལྷོད་པོ་བཟོས། ཞག་རིམ་དེ་ཚོ་ཆ་ཚང་ལྷོད་པོ་བཟོས་ཟེར་བ་བྱས་ན་ད་ཞག་རིམ་གྱི་ནང་ལོགས་ལ་རིགས་པ་ཡོད་ར། དྲ་ཚིགས་གཞི་དེ་ཚོ་ཡོད་ར། ད་ཚིགས་གཞི་དེ་ཚོ་ང་ཚོས་འདི་གའི་དཔེ་ལས་ལོགས་བྱ་རྒྱུ་དང། ད་གལ་སྲིད་ཁོ་ཚོ་གཉིས་དེ་འདྲའི་བྱས་བྱས། ད་ནི་ཟུང་འབྲེལ་བྱས་པ་ཡིན་སོང་ན།